འགྲོ་དྲུག། སྡུག་བསྔལ། ཆེན་པོས་བསྙེན་པ་དང། ཁྱད་པར་བོད་བརྒྱུད་རྗེ་འབངས་སྡུག་བསྔལ་ན། འདོད་དགུ་མེད་པའི་གདུང་ཤུགས་དྲག་པོ་ཡིས། ཡིད་གཉིས་ཐེ་ཚོམ་མེད་པར་གསོལ་བ་འདེབས། ཨོ་རྒྱན་ཐུགས་རྗེས་འཕོ་འགྱུར་མེད་པར་གཟིགས། ཨོ་རྒྱན་པདྨ་འབྱུང་གནས་ལ་གསོལ་བ་འདེབས། བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས། ཨོ་རྒྱན་རྗེས་འཇུག། འཁོར་བ་སྤོང་འདོད་རྣམས། རྩེ་གཅིག་གདུང་བའི་གདུང་ཤུགས་དྲག་པོ་ཡིས། ཁྱེའུའི་ཕ་མར་འབོད་སྒྲའི་གདུང་དབྱངས་ཀྱིས། ཉིན་མཚན་དུས་དྲུག་ནམ་བྱུང་གསོལ་བ་ཐོབ། ཨོ་རྒྱན་པདྨ་འབྱུང་གནས་ལ་གསོལ་བ་འདེབས། བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས། ཧཱུྃ། གཱ་ར་ཏཱ་དྲག་ནཱ་རོ་དྲུག། དཱ་རེ་ཏཱ་དྲག་ཞབས་ཆུ་དྲུག་དཀར་དྲུག། འགྲོ་དྲུག།

ཆེན་པོས་བསྙེན་པ་བདག། ཁ་ཡ་ཏཱ་ཁྱ་ཏཱ་ཁྱད། པ་ར་པར་ཁྱད་པར། བ་ན་རོ་བོ་ད་བོད། ཀ་ཡེ་ཏཱ་ཀྱ་ཀྱི་གུ་ཀྱི་བོད་ཀྱི། ར་བྱ་ཏཱ་བྱ་འབྲིང་པོ་རྗེ་ཨའོ་བ་ང་ས་བང་རྗེ་འབང། ས་ཏཱ་ཏཱ་ད་ཞབས་ཀྱི་གདུགས་ཀ་གདུགས་བོའུ་ས་ང་ཏཱ་ང་ལ་ངལ། ན། སྡུག་བསྔལ་ན། ཁྱད་པར་བོད་བརྒྱུད་རྗེ་འབངས་སྡུག་བསྔལ་ན། བདག་དང་དེ་དགའ་ཞབས་རྒྱུ་དགུ་ས་དགུའི་འདོད་དགུའི། མ་ན་རོ་མོ་ས་མོའི་པ་ཧ་ཀྱི་གུ་ཡི་སྤོས། མོའི་སྤོས། གའུ་བདག་ཞབས་རྒྱུ་སྡུག་བསྔལ་སྡུག། ཤ་ཞབས་རྒྱུ་ཤུག་ག་ས་ཤུགས། གདུང་ཤུགས། དཱ་རེ་ད་དྲག་ག་དྲག། པ་ནོར་བུ་ཡ་གྱི་གུ་ཡི་ས་ཡིས། དྲག་པོ་ཡིས། འདོད་རྒུ། མེད་པའི་གདུང་ཤུགས། དྲག་པོ་ཡིས། ཡིད་གཉིས་ཐེ་ཚོམ་མེད་པར་གསོལ་བ་འདེབས། ཨ་ནར་ཨོ་ར་ག་ད་ག་ཨེ་ད་རྒྱ་ན་རྒྱན་ཨོ་རྒྱན། མཐའ་ཞབས་ཀྱི་ཐུགས་ཀ་ས་ཐུགས་རཱ་ཇ་ད་ཇཱ་རིན་པོ་ཇེ་ས་ཇེ་ཐུགས་རྗེ་ཨའོ་བྷ་ན་ར་བྷོ་ཨའོ་ག་ཨེ་ད་གྱ་ཞབས་ཀྱུ་གུ་ར་གུར་བྷོ་གུར་མ་རིན་པོ་མེ་ད་མེད་པ་ར་པར་གའུ་ས་ཀྱི་གུ་སིག་ག་ས་སིག་མེད་པར་སིག་ཨོ་རྒྱན་ཐུགས་རྗེ་བྷོ་གུར། ཨོ་རྒྱན་ཐུགས་རྗེས་འཕོ་འགྱུར་མེད་པར་གཟིགས། འགྲོ་དྲུག་སྡུག་བསྔལ་ཆེན་པོས་བསྙེན་པ་དང། ཁྱད་པར་བོད་ཀྱི་རྗེ་འབངས་སྡུག་བསྔལ་ན། འདོད་རྒུ་མེད་པའི་གདུང་ཤུགས་དྲག་པོ་ཡིས། ཡིད་གཉིས་ཐེ་ཚོམ་མེད་པར་གསོལ་བ་འདེབས། ཨོ་རྒྱན་ཐུགས་རྗེས་འཕོ་འགྱུར་མེད་པར་གཟིགས། ཨོ་རྒྱན་པདྨ་འབྱུང་གནས་ལ་གསོལ་བ་འདེབས། བསམ་པ་ལྷུན་གྱིས

ར་ནཱ་ད་ན་མ་ས་རྣམས། སྤོང་བསྡུ་རྣམས། ཨོ་རྒྱན་རྗེས་འཇུག་འཁོར་བ་སྤོང་བསྡུ་རྣམས། ར་རྩ་དང་རྩ་འབྲིང་པོ་རྩེ་གའུ་ལྕགས་ཀྱི་ཁུ་གཅིག་དཀའ་གཅིག། རྩེ་གཅིག། གའུ་བདག་ཞབས་ཀྱི་གདུང་ལྔ་གདུང་བ་ས་བའི་གདུང་བས་གའུ་བདག་ཞབས་ཀྱི་གདུང་ལྔ་གདུང་ཤ་ཞབས་ཀྱུ་ཤུག་དགའ་ས་ཤུག་མདུང་ཤུག། ད་རེ་ད་དྲག་དགའ་དྲག། པ་ན་རོ་པོ་ཡ་ཀྱི་གུ་ཡི་ས་ཡིས་དྲག་པོ་ཡིས། རྩེ་གཅིག། མདུང་བས། མདུང་ཤུག། དྲག་པོ་ཡིས། ཁ་ཡེ་ད་ཁྱ་འབྲེང་པོ་ཁྱེད་ཧ་ཞབས་ཀྱུ་འུ་ས་འུ་ཁྱེའུ། ཕ། མ་ར་མར། ཕ་མར། ཨའོ། བ་ན་རུ་བོ་ད་བོད། ཨའོ། ད་རེ་ད་གྲ་ཨ་གི་བི་ཡི་བྲེ། བོད་བྲེ། གའུ། ད་ཞབས་ཀྱི་དུང་ང་དུང། དའོ། བ་ཨེ་ད་དབྱངས་ང་ས་དབྱང། ཀ་ཨེ་ད་སྐྱ་གི་གུ་ཀི་ས་ཀིས། དུང་དབྱངས་ཀིས། ཁྱོའི་ཕ་མར་འབོད་སྒྲའི་གདུང་དབྱངས་ཀྱིས། ཨོ་རྒྱན་པདྨ་འབྱུང་གནས་ལ་གསོལ་བ་འདེབས། བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས། ཨོ་རྒྱན་རྗེས་འཇུག་འཁོར་བ་སྤོང་འདོད་རྣམས་རྩེ་གཅིག་གདུང་བའི་གདུང་ཤུགས་དྲག་པོ་ཡིས། ཁྱོད་དབུས་ཕ་དམར་བོད་སྤྲོད་གདུང་དབྱངས་ཀྱིས། ཉག་གི་དགུན་ཉིན་ན་ཉིན་མའོ་ཚ་ན་ཚན་ཉིན་ཚན་ཟླ་ཞབས་བཅུ་བསྡུ་ས་བསྡུ། ད་རེ་ད་གྲ་ཞབས་བཅུ་དྲུག་ག་དྲུག་བསྡུས་དྲུག། ནམ་མ་ནམ་བའི་བཟླས་བྱ་ཞབས་ཀྱུ་འབྱུང་ལྔ་འབྱུང། ནམ་འབྱུང། གའུ་ས་ན་རུ་གསོལ་ལ་གསོལ། བ་ཐ་ན་རུ་ཐོབ་པ་ཐོབ། གསོལ་བ་ཐོབ། ཉིན་མཚན་དུས་དྲུག་ནམ་འབྱུང་གསོལ་བ་ཐོབ། ཨོ་རྒྱན་པདྨ་འབྱུང་གནས་ལ་གསོལ་བ་འདེབས། བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས། ཉིན་མཚན་དུས་དྲུག་ནམ་བྱུང་གསོལ་བ་ཐོབ། ཨོ་རྒྱན་པདྨ་འབྱུང་གནས་ལ་གསོལ་བ་འདེབས། བསམ་པ་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས།